བོད་ཀྱི་གནས་ཚུལ་དར་རྒུད་སྣ་ཚོགས་ཡོང་པའི་རིང་འདི་ལ་ཡང་ངས་ནུས་པ་མེད་ན་མ་གཏོགས་ཡོད་ཚད་བཏོན་ནས་ག་ལྟར་བོད་བསྟན་སྲིད་ཀྱི་དོན་དག་ལ་ཡང་ཞབས་འདེགས་གང་འཚམ་བསྒྲུབས་ཡོད་རེད། ད་དུང་ཡིན་ནའི་ལོ་བཅུ་ཕྲག་གཅིག་གཉིས་ཀྱི་རིང་ལ་ཡང་ངས་ཧུར་ཐག་བྱེད་བསམ་ནས་ཡོད། ཨེ་ནི་འོ་རྡི་བཟང་པོའི་སྐུ་བ་དེ་ཡོད་ད་འོ་རྡི་བཟང་པོའི་ཁྱིང་གི་རེད། ཨེ་ནི་ག་ལྟར་ཁྱེད་རང་ཚོས།

ཀ་ད་ངས་ཁྱེད་རང་ཚོའི་རྒྱ་གར་མི་ཆོས་རྒྱ་བླ་མ་དཔོན་པོ་ཚར་ཟིག་གི་རེད། ངའི་ངོས་ནས་འོ་དེ་བཟང་པོ་བླ་མ་དཔོན་པོ་ཆགས་བསྡད་ཡོད་རེད། ཅི་ན་དེ་འདྲ་ཡིན་དུས་འོ་དེ་ཨེ་ནི་འོ་དེ་བཟང་པོའི་ཨ་མདའ་བོ་དུ་ཨེ་ནི་ང་ལ་ཡ་ཉིན་མཚན་དུས་དྲུག་དུ་ཀ་ད་ངོས་རྒོལ་ཁང་ལ་ཡ་བཞུགས་བྱེད་ལབ་གནང་བྱེད་ཡོང་གི་འདུག

སྒྲུབ་ཡག་ཅིག་གི་འོག་ད་ངས་འབད་རྩོལ་མཐའ་མ་འགག་པ་ཅིག་བྱས་པ་རེད། བྱས་ཙང་ཀ་དེ་ཡང་ད་འོ་དེ་བཟང་པོ་ཡོད་ཐུགས་རྒྱལ་པོ་ཤག་ཡེ་ལ་སོར་ཞིག་འདུག་ཨིན་ད་རི་དེ་ང་རང་ཚོ་ཚང་མ་ལོ་དད་པ་དམ་ཚིག་གཙང་མ་ཅིག་གི་ཐོག་ནས་ཨིན་ནི་བརྟན་བཞུགས་གསུངས་བྱས་འདུག་སུ་རེད་ཐུགས་རྗེ་ཆེ་ཞེས་ཟུར་གྱི་ཡིན།

འདིས་གང་དག་དེ་མཐུ་ལ་བརྟེན་ནས་བོད་གངས་ཅན་གྱི་བསྟན་པ། དངོས་གནས་དྲང་གནས་ཀྱི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དཔལ་ནཱ་ལེནྡྲའི་ཆོས་ཀྱི་དྲི་མ་མེད་པ་ལྟ་འདི་འཛམ་བུ་གླིང་ཡོངས་ལ་མང་དུ་ཁྱབ་ཡག་ཅིག་གི་ཅིག་གི་སོགས་མགོ་ཆུ་ཚུགས་ཡོང་གི་འདུག་ག་ད་འདི་ཏན་ཏན་ཡོང་གི་རེད།

གང་ལྟར་ངས་རེ་འདུན་རུ་དང་དམིགས་ཡུལ་ཡོད་བསྡད་པ་འདི་ཚང་མ་ལོག་གི་བསམ་ཚུལ་གཅིག་པ་རེད། དེ་འདྲ་ཡིན་དུས་བོད་གངས་ཅན་གྱི་ལྗོངས་ཀྱི་ལྷ་མི་ཡོངས་རྫོགས་ལོག་གི་གང་ལྟར་རྒྱ་གར་རུ་མོ་ཆེ་གི་བསམ་ཚུལ་ག་རེ་ཡོད་པ་དེ་ཡི་རིགས་ཇི་བཞིན་སྒྲུབ་ཐུབ་ཡག་བྱེད་ཀྱི། ལྷག་བསུང།